ཁྱབ། སེམས་པ་བཟང་པོ་དེ་ཆགས་ཡ་ཡོད་ཐག་ཆོད་རེད་འདུག། སྔས་མ་བླ་མ་རིན་པོ་ཆེའི་བཀའ་ཅི་གནང་རེད། དེ་དུས་གོང་ལ་ཚན་རིག་པ་ཅི། ཧ་ཅང་གི་སྐད་གྲགས་ཡོད་མཁན་གྱི་ཚན་རིག་པ་ཅི། ཁོ་རང་ལ་ཡ། སྐྱིད་སྨད་གཅིག། བུ་མོ་གཅིག་གཉིས་ཡོད། ཚན་རིག་པ་ཁོ་རང་སྤྱི་བཏང་མཁས་པ་ཆེན་པོ་རེད། ཡིན་ན་ཡང་བསམ་པ་བཟང་པོ་ཟེར་སྐད་མ་རེད་ཚན་རིག་པ་རེད། ཁོས་མི་བསད་དགོས་ན་བསད་གི་རེད་མེ་མདའ་བཟོ་དགོས་ན་བཟོ་གི་རེད་ཚང་མ་བཟོ་གི་རེད། དེ་འདྲ་ཡིན་ཙང་ཨ་ནི་ཁོ་རང་ཚོ་ཁྱིམ་ཚང་དེ་དང་པོ་སྐྱིད་པོ་འདྲ་གཅིག་ཡོད་ན་ཡང། དེ་ནི་ཁོ་རང་གི་ཚན་རིག་ལ་ཞུ་འཇུག་མང་པོ་བྱས་དེ་འདྲ་བྱས་དུས་དེ་གོང་དུ་དེ་ཁོ་བློ་བུ་སུ་དོག་པོ་ཆགས་ནས། ད་དེའི་བུ་མོ་དེ་དང་ཁོ་རང་གི་འདུས་རུས་ཀྱི་མནའ་མ་དེ་གཉིས་ད་རྒྱུན་དུ་དཔེ་སེམས་པ་གཅིག་པུ་མེད་པ་རེད། ག་སྲིད་ན་ཁོས་རྒྱུན་དུ་ཚོགས་དང་བཏང་ད་ནི་ཁོས་རྒྱ་རེ་བརྒྱབ་ད་ཁོང་ཚོ་བཟའ་ཚང་གི་ནང་ལ་ད་ཕ་ཆེ་ཉི་མ་སྟག་པ་ད་དཔེ་ཧ་ཅང་གི་ཅིག་གར་སེ་བོར་ད་ནི་གཅིག་པུ་མེད་པར་ད་རྒྱ་རིགས་རྒྱབ་རེད། དེ་ཚན་རིག་པ་རྒན་པ་རེད་ད་ཁོ་རང་ལོ་ཆེན་པོ་རེད། ཁོ་ལོ་ཡ་ལྔ་བཅུ་དྲུག་ཅུ་ལས་ལས་ཚང་གི་དེ་འདྲ་རེད། སྐད་གྲགས་ཆེན་པོ་རེད། ཨ་ནི་དེ་འདྲའི་གཅིག་ལ་ཁོ་ཨ་ནི་རྒྱ་གར་ལ་ཡོང། དེ་བླ་མ་རིན་པོ་ཆེ་ཁོང་ཚོ་ཁོང་རྣམ་པ་ཚོ་སྐུ་མདུན་ལ་གཏུགས། དེ་ནས་གསུང་ཆོས་ཞུས།

བསྒྱུར་ཚ་ནི། ནང་ལ་སླེབས་དུས་གོང་ལ་བུ་མོ་དང་ཨ་མ་གཉིས་དཔེ་ད་ཧ་ལས་བསྡད་འདུག་ཨ་ང་ཚོའི་ཁྱོ་ག་དེ་ཁ་འདྲ་ཐ་འདྲ་གཅིག་རྗེས་སོང་ཟེར་ཨ་ཙི་བསམ་གྱི་གཅིག་རྗེས་མ་རྗེས་མ། བུ་མོ་དང་ཁྱོ་ག་གཉིས་དེ་ཁ་བརྡ་ཁུ་ནས་བླ་མ་རིན་པོ་ཆེའི་སྐུ་མདུན་ལ་ཡར་བཅར་གྱིས་བཀའ་དྲིན་ཆེ་ཟེར། ང་རང་ཚོ་མི་ཚེ་གཅིག་གི་ནང་ལ་ད་འདི་ལས་ཀྱི་བདེ་སྐྱིད་ཆེ་བ་ཅིག་བྱུང་མ་སོང། ད་ཧ་ཅང་གི་བཀའ་དྲིན་ཆེ་ཟེར་ནས་ངུ་གི་འདུག་ཟེར།